བྱུང་ན་ང་ཚོ་མང་པོ་ཞིག་གིས་བོད་རིགས་དང་དུ་སྤུན་ཟླ་མང་པོ་ཞིག་མཉམ་རུབ་བྱས་ནས་བྱས་ཡག་གི་རེ་བ་དང་འདོད་པ་དུ་བྱེད་ཡོད་ཡེ་ནས་ག་སྲིད་མ་བྱུང་བ་ཡིན་ན་མཉམ་རུབ་མ་བྱུང་བ་ཡིན་ན་དེ་ནི་ང་རང་གཅིག་པུ་ངོས་ནས་ཨོ་བྱ་ཞིག་དང་ད་ཞུ་བྱས་པ་དེ་འདྲ་ཡིན། ད་དེ་རིང་ནས་ཞུགས་པའི་དང་པོ་ཆུ་དེ་ངས་གཞོན་ནུ་གི་དེ་ནི་ནག་དབུས་གཞོན་ནུ་ཚོ་ཞུ། ལས་སྒོ་ལ་བཅར་ནས་འཚོ་བྱེད་ལ་དང་ཡང་ནི་ཁ་མེད་གཞུང་བཟུང་འཚོ་བྱེད་ལ་ལ་ཞུ་བ་ཡིན། ཨང་ཁོ་རྣམ་པ་ཚོའི་ཡོད་ན་དེ་འདྲ་གི་ཆ་ཞིག་མེད་པ་མ་རེད། ཆ་ཞིག་ཡོད་གསུང་གི་འདུག་ཡིན་ནས་ད་སྔ་སུ་དུས་ཚོད་ཀྱི་དབང་གིས། ང་རང་གི་འདོད་པ་ཡིན་ན་ད་མགྱོགས་པོ་གང་མགྱོགས་མགྱོགས་ཀྱིས་ལས་འགུལ་དེ་སྤེལ་ན་ད་འཚམས་པ་འདུག་དུས་ཚོད་རན་པ་འདུག་བསམ་ནས་ཨ་དེ་དྲན་ནས་ནི་དུ་ཞུ་བ་ཡིན། ད་ཁོ་ཚོའི་དགོངས་པ་དང་དུ་ཐག་གཅོད་དགོངས་པ་བྱེད་རྒྱུ་ཟེར་ན་རེ་བྲོས་དུ་བྱ་དགོས་གསུང་གི་འདུག

ད་ལའི་དམིགས་བསལ་གྱིས་རང་བཙན་སློབ་སྐལ་ལ་ཁོ་རང་ཡིན་ནས། ཉེ་ཆར་རང་རྒྱ་ནག་གི་སྒེར་གཅོད་སྲིད་གཞུང་གིས་དེ་ནི་ཁྲིམས་ལུགས་གསར་བ་སྟེ། ལ་ཐད་ཀར་ངོ་རྒོལ་བྱས་ནས་དེ་ནི་ཁོ་རང་གི་ད་ལུས་སྲོག་ལོངས་སྤྱོད་ལྷག་ལུས་དང་ནང་ནས་རང་ལུས་མེ་བསྲེགས་གནང་ཡག་གི་གནས་ཚུལ་དེ་བྱུང་བ་རེད། དེ་འདྲ་ཡོད་དུས་ད་གཙོ་བོ་ཐུབ་ས་དེ་རྒྱ་ནག་གཞུང་གི་ཁྲིམས་ཡིག་གསར་བ་དེ་ང་ཚོའི་སྐད་ཡིག་རིག་གཞུང་མི་རིགས་ཀྱི་ངོ་བོ་གསར་ལ་ལྟ་མཁན་གྱི་ཁྲིམས་ཡིག་ཅིག་ཆགས་ཡོད་དུས། ཨ་ནི་ད་ང་ཚོས་ད་ལས་ཀྱི་ལས་འགུལ་དེ་ཆབ་སྲིད་ཀྱི་སྐད་ཆ་ཙམ་མ་ཡིན་པར། དེ་ནི་མི་རིགས་ངོ་བོ་སྲུང་སྐྱོབ་ཀྱི་ཐོག་ལ་དེ་ནི་གཙོ་བོ་གོ་རྟོགས་སྤེལ་བ་དང་དེ་ཡང་མི་རིགས་ངོ་བོ་སྲུང་སྐྱོབ་བྱ་དགོས་ན་གཙོ་བོ་ང་རང་ཚོ་བོད་མི་མི་རེ་ངོ་རེས་བོད་རང་ངོས་ནས་བོད་པ་རང་ངོས་ནས་བྱ་དགོས་ཡ་དེ་ང་རང་ཡིན་ན་ནམ་རྒྱུན་ནས་ད་ད་ལྟ་བར་གྱི་མཐོང་ཐོས་མྱོང་གསུམ་གཞི་ལ་བཞག་ནས་དེ་འདྲ་མཐོང་གི་ཡོད།

ཞུ་གཏུག་བྱས་ཡ་དང་དེ་འད་ཀྱི་ལས་འགུལ་མང་པོ་ཞིག་སྤེལ་ཡ་ཆ་ཞིག་རེད་འདུག་དེ་ནི་གོང་ནང་པ་ཟེར་ནི་གོམ་བགྲོད་ཀྱི་ཆ་ཞིག་དེ་འད་མེད་པ་རེད་མི་འདུག་བསྟན་དེ་འདུག་བསྟན་བ་རྒྱ་གར་ལྷོ་ཕྱོགས་དང་དེ་འད་ནི་གོམ་བགྲོད་བྱས་ཡ་དེ་འད་ཡོད་གསུང་འདུག་དེ་ནི་དང་དུ་དེ་ཙམ་དུ་མ་ཟད་པ་ལས་འགུལ་རག་ཐར་འབའ་དེ་འད་འདུག་དེ་ནི་དེ་ཚོ་ངས་རེད་བྱས་ནི་ཞུ་ཐུབ་ཡ་མི་འདུག་ལ་དེ་ནི་ཞུ་མི་དགོས་བ་བྱས་ནི་དེ་ནི་ད་ལི་ང་ཚོ་གོམ་བགྲོད་བྱས་དགོས་ཡ་གི་རྒྱུ་མཚན་དེ་ང་རང་གི་ཆ་ཞིག་དང་བསམ་བློ་དེ་སླེབས་དགོས་ཡ་སྟེ།

སྔ་ཕྱི་གོང་མ་ཡིན་པར་རོགས་ཕ་དང་འདྲ་ཞིག་སྐད་རིགས་ཀྱི་ཐོག་ནས་སྐད་ཡིག་གི་ཐོག་ནས་ཐོ་བ་མེད་པ་དག་ཅིག་ད་རྒྱ་ཁྱི་རྒྱ་ག་སྐད་རིགས་དེ་ནས་ཞི་རྒྱ་སྐད་རིགས་དེ་འདྲ་ཐོག་ནས་ཐོ་བ་མེད་པར་རོགས་ཕ་དང་འདྲ་ག་ལ་གང་ཚེ་བྱུང་བ་ཡིན་ན་དེ་ནས་ཕ་ཅིག་སངས་རྒྱས་བརྒྱུད་ལམ་དེ་འདྲ་ཐོག་ལ་ཁྱབ་བསྒྲགས་ཡག་ཆེ་ཤོར་བ་ད་ང་རོགས་ཕྱི་ཕྱིར་ན་སྐད་ཀྱི་འདང་ངེས་ཞེས་པ་དེ་འདྲ་ཡོད་མ་རེད་དེ་མེད་དུས་ད་བོད་པ་རང་གི་སྤྱི་ཚོགས་ལ་གཏོགས་ཚེ་ཞིག་གོ་ཐོ་འདྲ་བོ་ཞིག་སྤེལ་སྤེལ་བ་ད་གྲྭ་བ་ཆེན་པོ་དྲན་གསོ་དང་ཐོས་ཞིག་མ་གཏོགས་གཞན་པ་རྒྱ་ཆེན་པོ་དེ་འདྲ་རེ་བ་མི་འདུག་ཡིན་ནས་ད་ང་ཚོ་ཡིག་ཆ་འདྲ་དེ་འདྲ་ད་བཀྲམ་ཆོག་རོགས།

གཙོ་བོ་བོད་མི་རིགས་ཟས་དང་གནས་སྐོར་ལ་སྐད་ཡིག་དང་རིགས་རུས་ལ་ཐུག་འདོད་ཡོད་པ། ད་ལས་ཀྱི་ད་གནས་སུ་ར་ད་རམ་པ་བྱུང་བ་འདི་ཚོ་ཚང་མ་བོད་སྐད་ཡིག་རིགས་རུས་ངོ་བོ་སྲུང་སྐྱོབ་ཀྱི་ཆེད་དུ་ཡིན་པ། ལྷག་པར་དུ་ད་ལས་རང་རིགས་མེ་བསྲེགས་ཀྱི་གནས་ཚུལ། རྒྱལ་སྤྱིའི་དཔའ་བོ་རང་བཙན་སློབ་གྲྭ་གིས་རང་རིགས་མེ་བསྲེགས་ཀྱི་གནས་ཚུལ་འདི་ད་མི་རིགས་ཀྱི་ངོ་བོ་རིགས་རུས་གསར་ལ་བཏང་ཡང་གི་རྒྱ་ནག་གི་ཤིན་ཇམ་ཁ་འཇམ་ཁོག་སུག་གི་དེ་ནི་ཁྲིམས་ཡིག་དེ་ལས་ངོ་རྒོག་ཚོད་བྱེད་ད་ཁང་ཁོང་གི་སྐུ་སྲོག།

ག་ཟེ་ཅག་ལ་དྭགས་ལ་འགྲོ་བ་ཡིན་ན་ས་མཚམས་བར་དུ་འགྲོ་ན་གསུངས་ནས་ཨོ་དེ་འདྲ་གསུང་གི་འདུག་ཨོ་སྐད་ཆ་དེ་རེད་ལགས་ད་ཡེ་ནས་ད་ལ་དྭགས་བར་དུ་འགྲོ་ཡག་ད་དང་པོ་ང་རང་གི་ང་རང་གིས་ཅིག་བསམ་བློ་འཁོར་བའི་སྐད་ཆ་རེད་ཨ་མ་ཅིག་ཁོ་ན་ཚོ་ལ་དེ་ཆགས་ཤིང་འདུག་ད་ཡང་ལ་དྭགས་ནས་གི་ས་མཚམས་ནས་ཚུ་གོམ་འགྲོས་ཤིག་བྱས་ཀི་ཁོ་ང་ཚོ་ལ་ཡང་དཀའ་མེད་དེ་འདྲ་བྱུང་ཡོད་ས་རེད། ཡེ་ནས་ངའི་འདོད་པ་ཡིན་ན་འདི་ནས་བཞུགས་སྒར་ནས་ཕ་ད་བོད་ཀྱི་རྒྱལ་ས་གཉིས་པ་བཞུགས་སྒར་བོད་སྔར་སྲིད་བོད་བཞུགས་གི་དེ་ནས་རྒྱ་རོམ་ཞིག་བཞུགས་ནས།